རྣམ་པ་ལན་བརྒྱད་ཚང་མ་ལོ་ལ་ཡར་འཚམས་འདྲིའི་བཀྲ་ཤིས་ལན་བཞིན་དུ་ཞུ་བས་ཡིན། ང་འང་ཆོས་ཞུ་འདོད་ཅིག་ཡིན། ད་རིང་ཉིས་སྟོང་ཉི་ཟེར་ཉིས་ཟླ་གསུམ་པའི་ཚེས་བཅུ་དྲུག་གི་ལན་གཅིག་སེང་རོང་ནང་གི་ལེ་ཚན་འདིའི་ནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དུས་གཉིས་པ། ལས་ཉིན་གསུམ་པའི་ཉིན། དཔལ་འབྱོར་བཀའ་བློན་སྤེན་པ་ཚེ་རིང་མཆོག་གིས་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་གནས་སྟངས་སྐོར།

ཡིག་ཁུངས་ལས་ཁུངས་མ་ལག་དང་བྱེད་པོ་ཀྱི་ལས་གཏོང་གང་ལ་འགྲོ་དུས་རེད། ད་དེ་ན་ད་རིས་གནད་དོན་རེ་བ་དེ་གི་ཆེ་ཤོས་དེ་གཅིག་ཚགས་ཁྲུའུ། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་དོན་དག་དེ་སླེབས་དུས་རེད། ད་འདས་པའི་གི་ལོ་ལྔ་ནང་ལ་ད་གངས་ལྗོངས་དཔལ་འབྱོར་ཞབས་ཕྱི་ཁང་གྲོས་ཚོགས་དེ་ནང་ལ་ད་དངུལ་ཁང་ལྟ་བུ། དྲུང་ཆེ་ལྟ་བུ། དེ་འདྲ་མང་པོ་ཅིག་ནི་ང་ཚོ་དཀའ་ལས་མང་པོ་ཅིག་རྒྱག་ནས་ལོ་ལྔ་ལ་དེ་ཤེས་ནས་བཙུགས་བ་ཐུག་ད་ནི་དཀའ་ལས་རྒྱག་བསྡད་དུས་རེད། ད་ངས་འགྲོས་སྒྲོག་རྒྱུ་འདྲ་སྲིད་པ་ལྟ་བ་ཡིན་ན། ད་ལོ་ལྔ་འདི་ནང་ལ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འདི་སྒོ་རྒྱབ་མ་ཐུབ་ནས་ང་ཚོ་དེ་གྲོས་ཚོགས་འདི་ནང་ལོ་ལྔ་བཤད་ནས་འགྲོ་ས་རེད་བསམ་གྱི་འདུག་ག་རེ་ལ་ན་དེ་ཚོ། ཁྲིམས་དང་སྒྲིག་གཞི་སྒང་ལ་བདེ་སྐྱིད་བྱེད་བྱ་ཡ་དུས་ཙམ་བ་ལང་སང་ང་ཚོ་ཁང་པ་སྒོ་རྒྱབ་བ་ན་ཞིག་རྒྱག་ཡ་ཡོད་མ་རེད་དཔའ་ལྡན། དཔལ་འབྱོར་བཀའ་ལན་གྱི་ལབ་བ་ན་ཞིག་དེ་རྒྱ་གར་གཞུང་གི་ཁྲིམས་དང་སྒྲིག་གཞི་མང་པོ་བྱུ་ཡོད་རེད། ད་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འདྲ་བ་བྱིན་ན། ད་ཅིག་ཁེ་ཕན་བཟོ་གིན་ཡིན་ལ་ནི་གི་ད་ཚོམ་རྒྱག་གིན་ཡིན་ལ་ནི་གི་ད་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་འོག་ལ་ཡོད་པའི་གི་ད་ད་སྡེ་ཚན་དེ་ད་ཁོ་ན་དེ་གཅིག་པོ་དེ་རེད་ད། གཞན་པ་ཚང་མ་ད་ཁེ་སྨན་དང་ཨ་ནི་ཞབས་ཕྱི་ཞུ་གིན་ཡིན་ཨ་ནི་སྤྱི་ཚོགས་བདེ་འཇགས་སྒྲུག་གིན་ཡིན་ལ་ནི་གི་ཚོགས་པ་རྐྱང་རྐྱང་ཆགས་དེ་ཡོད་རེད། སྤྱི་ཐང་ཆེ་བ་ཡིན་ན་ད་ངས་གནད་དོན་དེ་ཨ་རི་སི་བ་ལྟ་བ་ཡིན་ན་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ལ་ཀ་རོ་བདུན་བདུན་བརྒྱ་དང་ལྔ་བཅུ་ལྷག་ཟེར་གྱི་ཡོད་རེད།

གངས་ལྗོངས་དཔལ་འབྱོར་ཞབས་ཕྱི་ཁང་འགྲོ་ཐུབ་པ་དང་དེ་མ་བཏང་བ་ཡིན་ན་ནི། སྤྱི་བཏང་ད། དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་གི་བཀའ་མོལ་གྱི་འགྲོས་ལྟ་བ་ཡིན་ན། ད་ཐེལ་ཕན་ཆད་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ལ་འདོད་པ་ཡོད་ས་མ་རེད། འདོད་པ་མེད་ན་དབྱང་ཅང་ཅང་རེད་མི་ཤེས་ཐང་ཅི་ཡང་མཐོང་ཡ་ཡོད་མ་རེད། གལ་སྲིད་དེ་ལ་འདོད་པ་ཡོད་བ་ཡིན་ན་ཐང་མཐོང་ཡ་ཡོད་རེད། གཅིག་གི་རེད། ཡིན་ན་ད་ཆབ་སྲིད་ཀྱི་དགོས་དབང་ཡིན་ན་རེད། ཨ་ནི་མ་འོངས་པ་ཅིག་སོ་སོ་སྐད་ཀྱི་ལངས་ཕྱོགས་ཡིན་ན་རེད་དེ་འདྲ་གི་ཕྱོགས་ལ་བསམ་ན་ཏང་ནི་ཨ་ནི་སྒོ་འབྱེད་ཡ་ཡིན་ན་ཨ་ནི་ང་ཚོ་ལ་ཁེ་ཆེ་ཡ་ཡོད་མ་རེད། ཀྱི་གི
ད་འདི་ག་སུ་རེད། གསུང་བབ་འདི་ཐོག་ནས། གཅིག། ད་ལྟའི་བཀའ་ཤག་སྐབས་བཅུ་དྲུག་པའི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་གནས་སྟངས་དེ་འགྲེལ་བཤད་བརྒྱབ་ཡོང་དུས་མཚམས་པ་ལ། ཨ་ནི་ཆབ་སྲིད་ཀྱི་དགོས་དབང་ཡིན་ནའང་གསུང་ཡ་དེ་འདྲས་གསུངས་གནང་སོང་ད་དེ་གས་དེ་ད་གར་སུ་རེད། དངོས་ཡོད་ཡིན་པ་ཡིན་ན་ནི་ཁོ་སྐྱོན་འཛུལ་སུ་རུ་ཆགས་འགྲོ་གི་ཡོད་རེད་ཡིན་ན་དེ་སྐྱོན་འཛུལ་ཡིན་པ་ཡིན་ན་དེ་རྩ་བ་ཉིད་ནས་མེད་ཤེས་ནས་ཞུ་ཡ་དེ། འདི། ལས་བྱེད་ཚོ་ལས་ཞུ་གི་ཡོད། ངེས་མེད་ཀྱི་གནས་སྟངས་ཁ་ཁར་གདའ། ང་ཚོ་འབྲེལ་བ་དེ་ད་ལྟ་འགོ་བཙུགས་གི་ཡོད་རེད། ད་ལྟ་འགོ་བཙུགས་གི་ཡོད་དུས་ཚང་པ། འཛིན་སྐྱོང་བཀའ་ཤག་གི་ངོས་ནས་ལས་བྱེད་ཚང་མ་ལ་བརྒྱ་ཆ་བརྒྱ་ཐམ་པ་རྒྱབ་སྐྱོར་བྱེད་ཀྱི་ཡིན་གདའ། ཡ་གར་སོགས་ལ་ཡིད་ཆེས་བྱེད་ཀྱི་ཡིན་གདའ། ཁྱེད་རང་ཚོ་ཡིད་ཆེས་ག་ཚོད་འཕེར་བ་བྱེད་དགོས་འོས་མི་རྣམ་པ་ཚོ་ཟེར་ཡ་རེད་ཟེར་ནས་དེ་དང་གཅིག་པ་གཅིག་རྐྱང། གྲོས་ཚོགས་དང་མཉམ་དུ་འབྲེལ་བ་ག་འདྲས་བྱ་གི་ཡོད་མེད་ད་ལྟ་ཡིན་པ་ཡིན་ནས་གྲོས་ཚོགས་ཕྱི་ནང་སུ་འདྲ་ཞིག་ཡིན་པ་ཡིན་ནས་མི་གཅིག་ལ་སྒེར་གྱི་འཁོན་འཛིན་བྱེད་དགོས་ཡ་གི་གནས་སྟངས་རྩ་བ་ཉིད་ནས་མེད། སྤྱི་པའི་དོན་དག་ལ་ཞུགས་དགོས་ཡས་དེ་གྲོས་ཚོགས་ནང་ལོགས་ལ་ཞུགས་མ་ཐུབ་པ་ཡིན་ན། མ་འོངས་པ་སྐྱོན་ཤ་ཚ་དུས་ཚམ་པ་དེ་བཀའ་ཤག་གི་འགྲིག་མ་སོང་ཞེས་གསུངས་པ་ཡིན་དེ་ད་ལྟ་བསྡད་ཀྱི་ཡོད་མ་རེད་བ། དེ་ཡིན་པས་སོང་ཙང་ད་ལྟ་ཞུགས་དགོས་ཡས་དེ་ཞུ་རེ་མ་གཏོགས་གཅིག་གི་ཆེད་མངགས་དེ་རྙོག་དྲ་སླང་ཡས་དང་དེ་འདྲའི་ཆེད་དུ་རྩ་བ་ཉིད་ནས་མ་རེད་ཞེས་ནས། འདི་གཅིག་གཉིས་པ་ཞུ་གི་དེ་ཡོད། ཁྲིམས་དང་སྒྲིག་གཞི་གི་ཐོག་ནས་སྤྱི་ཚོགས་ཡར་རྒྱས་ཐད་རྩ་ནང་ལ་འབུམ་དཀར་རོ་གསུངས་རྒྱུ་ཡོད་འགྱོ་དེ་ཨ་ནེ་གངས་ལྗོངས་དཔལ་འབྱོར་ཞལ་ཆུ་ཁང་ལ་ཚེ་བཏང་ཐུག་གི་མི་འདུག་འཕྲིན་དང་སྒྲིག་གཞི་སྒྲིག་གི་མི་འདུག་ཁག་ཡོད་མ་རེད་ང་ཚོ་འཕྲིན་དང་སྒྲིག་གཞི་བཟོ་གནས་གལ་ཆེན་གྲོས་ར་རེད་འཕྲིན་དང་སྒྲིག་གཞི་ལ་བརྩི་དགོས་རེད་ཡིན་ན་ཡང་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་ཞལ་བཞུགས་ཞུ་བ་དེ་རྒྱ་གར་གཞུང་ལ་ཞུ་ཡ་ཡོད་རེད་ལང་ཀ་ཡོད་རེད་ཞུ་ན་ཞུ་ཡ་ཡོད་རེད་འཕྲིན་དང་སྒྲིག་གཞི་གི་ཐོག་ནས་ཞུ་ཡ་ཡོད་རེད་མི་ནི་མི་ཐུག་ནས་ཞུ་ཡ་རེད་ང་རང་ཚོ་ལ་འདུན་པ་ཡོད་ན་ཐང་ཡོད་རེད་ཞུ་ས་ཡོད་རེད། ཁ་སང་བདེ་སྲུང་བཀའ་བློན་གྱིས་གསུངས་པ་ནང་བཞིན་རེད། སྐྱབས་མགོན་རིན་པོ་ཆེ་གིས། དཀར་པོ་དེ་ནག་པོ་རེད་ལབ་ན་རྒྱ་གར་གཞུང་གིས་དཀར་པོ་དེ་ནག་པོ་རེད་གསུང་གི་རེད། ནག་པོ་དེ་དཀར་པོ་རེད་ལབ་ན་ནག་པོ་དེ་དཀར་པོ་རེད་གསུང་གི་རེད། འདི་གི་སྲིད་སྤྱི་གི་མདེན་འཇོག་ཡོད་རེད། ཇི་སྲིད་སྐྱབས་མགོན་རིན་པོ་ཆེས། ང་ཚོ་མཉམ་དུ་ལས་དེ་འདྲ་ཁྲ་རུ་རུ་ཞུ་ཞུ་བར་དུ་དཀའ་ངལ་ཆུང་ཆུང་ཆུང་ཆུང་སེལ་ཡ་ཡོད་རེད། ཡིན་ནའང་ད་ཆབ་སྲིད་ཀྱི་དགོས་དབང་ཡིན་ན་རེད། ཨ་ནི་མ་འོངས་པ་ཅིག་སོ་སོ་ཀས་ཀྱིས་ལངས་ཕྱོགས་ཡིན་ན་རེད་དེ་འདྲ་གི་ཕྱོགས་ལ་བསམ་ན་ཏང་ནི་ཨ་ནི་སྒོ་རྒྱ་ཡིན་ན་ཨ་ནི་ང་ཚོ་ལ་གལ་ཆེ་ཡ་ཡོད་མ་ཨ་ནི་རེད། ཁྲིམས་དང་སྒྲིག་གཞི་གི་ཐོག་ནས་ད་དངུལ་གཏོང་ཐུབ་ཀི་མི་འདུག་ལབ་ཀི་ཡོད་རེད་ཇའོ་རོམ་ཆེ་ཞེས་ཞུ་བའི་སྐབས་ལ་ག་རེ་ཡིན་ན་འགྲིག་འགྲོ་གི་རེད་ཇའོ་རོམ་ཆེ་གི་རྒྱ་གར་གཞུང་ལ་དཀར་པོ་རེད་ནག་པོ་དཀར་པོ་རེད་ཟེར་ན་རྒྱ་གར་གཞུང་གིས་དཀར་པོ་ལ་ངོས་འཛིན་བྱེད་ཀི་རེད་དཀར་པོ་ནག་པོ་རེད་ཟེར་ན་ནག་པོ་ལ་ངོས་འཛིན་བྱེད་ཀི་རེད་ཟེར་ཡ་དེ་ད་དེ་གྲོས་ཚོགས་ནང་ལོགས་ལ་བཀའ་མོལ་གསུང་གི་ཡོད་དུས་ཚང་མ་དེ་ཚོ་ཏེས་ཞེས་གསུང་བབ་ལ་དགོངས་པ་བཞེས་དགོས་ཡ་གི་གནས་སྟངས་གཅིག་ག་རེ་ཟེར་ན་ཇའོ་རོམ་ཆེ་གི་དཀར་པོ་ནག་པོ་རེད་ཟེར་ནི་དུས་ནམ་ཡང་གསུང་གི་མ་རེད། གསུང་མཁན་མ་རེད་ལ་རྒྱ་གར་གཞུང་གིས་རྒྱ་གར་རྒྱ་བོར་མི་ཆེ་དཀའ་བ་ནག་པོ་རེད་ཅེས་གསུང་བའི་རྒྱ་གར་གཞུང་གིས་ཉན་གི་མ་རེད། རྒྱ་བོར་མི་ཆེ་ལ་ཆེ་མཐོང་ཡོད་རེད་ཟེར་ན་ཡོད་རེད་བརྩི་བཀུར་ཡོད་རེད་ཟེར་ན་ཡོད་རེད་གུས་ཞབས་ཡོད་རེད་ཟེར་ན་ཡོད་རེད་རྒྱ་བོར་མི་ཆེ་ལ་བརྟེན་ནས་ང་ཚོའི་བོད་མིའི་སྤྱི་ཚོགས་ལ་ཡང་རྒྱ་གར་གཞུང་གིས་བདེ་དོན་ལྟ་གི་ཡོད་རེད་ཟེར་ན་འདི་ལྟ་གི་ཡོད་རེད། ཡིན་ནའང་ཁྲིམས་དང་སྒྲིག་གཞི་ཟེར་མཁན་དེ་ང་ཚོ་བོད་པ་རྒྱབ་སྐྱོར་ཡོད་པ་ཡིན་ཟེར་ནས་དམིགས་བསལ་བྱེད་ཡ་དང་རྒྱ་བོར་མི་ཆེ་གི་ཡ་ཞུས་ནས་རྒྱ་གར་གཞུང་ལ་ཞུས་བྱས་ནས་དམིགས་བསལ་མ་བྱས་ཡ་བོད་པ་ཁྱེད་རང་ཚོ་ལ་དམིགས་བསལ་ཡིན་དཱ་ཟེར་ཡ་དེ། ཡོང་ཐབས་ཁོ་ན་ཡོད་མ་རེད་ཕྱིན་ནས་དེ་གསལ་པོ་ཕྱིན་ནས་ཞུས་འདུག་ད་ཁྲིམས་སྒྲིག་གི་ཐོག་ནས་བཏང་ཐུབ་ཀྱི་མེད་པ་དེ་བཏང་ཐུབ་ཀྱི་མི་འདུག་ཕྱིན་ནས་ཞུས་ན་མ་གཏོགས་གཅིག་བཏང་ཐུབ་ཀྱི་མེད་པ་གཅིག་ལ་བཏང་ཐུབ་ཀྱི་ཡོད་འདུག་འདུག་བྱས་པ་ཡིན་ན་ཡང་རྗེས་ལ་གྲོས་ཚོགས་དབུ་སྐོར་བཏང་པས་ཀྱི་ཉེས་པ་ཕོག་ཡག་གི་ཉང་ག་ཡོད་རེད་གྲོས་ཚོགས་དབུ་སྐོར་བཏང་ཡག་གི་འདོད་པ་རྩ་བ་ཉིད་ནས་མེད་གང་ཤེས་པ་དེ་ད་མ་ཤེས་པའི་ཐོག་ནས་གྲོས་ཚོགས་དབུ་སྐོར་ཕྱིན་པ་འདྲ་བོ་བྱས་ན་དགོངས་སེལ་ཞུ་ཡག་རེད་མ་གཏོགས་གཅིག་གནས་ཚུལ་ཤེས་པའི་ཐོག་ནས་གྲོས་ཚོགས་དབུ་སྐོར་ཞུ་ཡག་རྩ་བ་ཉིད་ནས་འདོད་པ་མེད་ཕྱིན་ནས། དེ་བཞི་བ་ཡིན། ད་ལྟའི་རིང་ག་ལ། འཛིན་སྐྱོང་བཀའ་ཤག་དང་དཔལ་འབྱོར་ལས་ཁུངས་ཀྱི་ལྟ་ཡོད་འདི་ཚང་པ། དཔལ་འབྱོར་ལས་ཁུངས་ནས་ཡོད་བསྡད་པའི་དངུལ་དེ་ཁྲིམས་དང་རྒྱ་གར་གཞུང་གི་ཁྲིམས་དང་སྒྲིག་གཞི་གཞི་བཟུང་གིས་ཨ་ནི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ལ་ཡང་ཕར་བླུགས་ཐུབ་ཡག་གི་གནས་བབ་དེ་མི་འདུག་འུ་བཞིན་དེ་བྱས་ཙང་ཚོགས་ཆུང་བཙུགས་རོགས་གྱིས་ཕྱིས་ནས་བཀའ་ཤག་རང་གིས་ཕར་ཞུ་གི་ཡོད་མ་གཏོགས་ཅིག་གིས་གྲོས་ཚོགས་ཀྱི་བཀའ་ཤག་གིས་བསམ་བློ་བཏང་ན་འགྲིག་གི་མི་འདུག་ཚོགས་ཆུང་བཙུགས་འུ་འདུག་ཕྱིས་ནས་གསུང་བྱ་རྒྱུ་ཅིག་མ་རེད་བ་ད་རིང་རང་ང་ཚོ་ཀ་མེད་བྱུང་བྱ་རྒྱུ་རེད་དེ་གྲོས་ཚོགས་རང་གིས་རྒྱུན། གྲོས་ཚོགས་ག་ས་བཀའ་ཤག་རང་གི་སྤྱི་འཐུས་ལ་ཕར་འབོད་སྐུལ་ཞུས་ཆེད་འདི་བྱེད་ཀྱི་ཡོད་འདི་དྲང་པོ་ཅི་དང་ཡག་པོ་ཅི་ཡོང་ཡང་ལ་བཀའ་ཤག་གིས་གང་འདོད་པ་ཡོད་པ་ན་བཞིན་བྱེད་བཞག་པ་མ་ཡིན་པ། ཨ་ནི་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཆུང་གཅིག་བཙུགས་ཞིབ་འཇུག་ཚད་ལྡན་གྱིས་བྱས་པ་ཡིན་ན་ཨ་ནི་སྤྱི་འཐུས་ཀྱི་བཀའ་ག་རེ་གནང་པ་ཡིན་ན་ད་ག་རང་ལ་ཤར་བསྐྱོད་བྱེད་ཀྱི་ཡིན་ཞེས་ནས་ཞུས་ཡོད་ཡིན་ནས་ཞིབ་འཇུག་བྱེད་ཡ་དེ་གཏིང་ཟབ་པོ་དང། ཞིབ་ཚགས་པོ་ཅིག་གནང་དགོས་ཀྱི་རེད། རྒྱ་གར་གཞུང་གི་ཁྲིམས་ཀྱི་འགྲོ་སྟངས་ཤེས་དགོས་ཀྱི་ཡོད་རེད། དཔལ་འབྱོར་གྱི་འགྲོ་སྟངས་ཡང་ཤེས་དགོས་ཀྱི་ཡོད་རེད། དེ་ཡིན་དུས་བསམ་པ་ཚོགས་ཆུང་ནང་ལ་ཚོགས་མི་སུ་བཞག་གནང་གི་ཡོད་ནས་དེ་གས་དེ། དཔལ་ལྡན་ཚོགས་གཙོ་རྣམ་པ་གཉིས་ཀྱིས་དགོངས་པ་བཞེས་ཡ་དང་ཡང་མེད་ན་གྲོས་ཚོགས་འཐུས་མི་ནང་ལོགས་ནས་དགོངས་ཚུལ་གསུངས་པ་ཡིན་ན་དེ་འདྲའི་གཅིག་གི་གྲོས་ཆོད་གྲོས་འཆར་ཞིག་སླེབས་པ་ཡིན་ན་བཀའ་ཤག་གི་རྒྱབ་ཆ་བརྒྱ་ཐམ་པ་འདི་ལ་རྒྱབ་སྐྱོར་ཞུ་ཡ་ཡིན་མ་གཏོགས་གཅིག་གིས་དེ་ལ་ཡང་གཅིག་འགོག་རྐྱེན་བཟོས་ཡ་དང་དེ་འདྲའི། རྩ་བ་ཉིད་ནས་མེད། ཞེས་བྱས་ན་ད་ལྟ་ཡང་བསྐྱར་ཞུས་ཏེ་ཆབ་སྲིད་ཀྱི་དགོངས་རྩ་ཉིད་ནས་མེད། བ་འདི། དཔལ་འབྱོར་བཀའ་བློན་མཆོག་གི་བཀའ་མོལ་དུ་ལས་བལྟ་བ་ཡིན་ན། བ་འདི་ཚོགས་གཙོ་མཆོག New York Stock Exchange ནང་ལ་ད་མི་དངུལ་ཡར་ལུགས་མ་ཐེངས་ནས་བ་ཨ་འདྲ་འགྲོ་དུས་ཡོད་རེད་ད། ད་རེས་བཀའ་བློན་བཀའ་ད་རེས་བཀའ་བློན་གནང་བ་དེ་བལྟ་བ་ཡིན་ན་ཕན་ཆད་ཤེས་ཡས་སྐད་ཀྱི་འོས་བླུགས་དེ་བརྒྱ་ཆ་ཕན་ཆད་དྲུག་ཅུ་བདུན་ཅུ་སོ་ཟ་ས་སོ་ཟ་གང་ལ་ད་ཡོད། དེ་འདྲ་བཀའ་ལོས་གནང་བ་ཡིན་ན་ཨ་ནི་གངས་ལྗོངས་དཔལ་འབྱོར་ཞབས་ཕྱི་ཁང་ལ་ཡུང་ཡ་རྩ་བ་ནས་ནི་ཡོད་མ་རེད། ཡིན་ན་ཡང་དེ་ལྟར་ང་ཚོ་གྲོས་ཚོགས་ནང་ལ་ལོ་ལྔ་དེ་གང་ལ་གོ་བསྡུར་བྱས་དེ་རེད་ཁྲིམས་དང་སྒྲིག་གཞི་མང་པོ་དེ་ལ་རྒྱུས་མང་པོ New ཡོད། York Stock Exchange ད་དེ་འདྲས་གསུངས་སོ་ད་ང་སྤྱི་ཐང་གི་དཔལ་འབྱོར་སློབ་སྦྱོང་ཏེས་བྱས་ཡིན་དེ་ཡིན་ནས Stock ད་དེ་ཚོ་གང་ལ་ང་མཁས་པ་ཞེས་པོ་དེ་འདྲས་མེད་བྱས་ཙང་ད་ལྟ་བར་དུ་དངུལ་ཏེས་ཡོད་ན་འདྲ་མེད་ན་འདྲ Stock ནང་བླུགས་འཁོར་རང་མ་མྱོང་དེ་ཡིན་དེ་དེ། ཉེན་ཁ་བཅས་བརྩི་གི་ཡོད་དེ་ཉེན་ཁ་དེ་ལན་ཡང་གི་འདོད་པ་མེད་ད་ཁོ་རང་ཁོ་རང་ཁོ་སུ་སུ་གསུག་གི་མིན་དེ་དེ་བྱོས་པ་ཡིན་ད་ད་ལྟ་དེ་ལ་བཤེར་དེ་བརྒྱ་ཆ་དྲུག་ཅུ་ཐམ་པ་ཟ་ཡོད་ས་རེད་ཟེར་དེ་ངས་ཚིག་དེ་འདྲ་རྩ་བ་ཉིད་ནས་བེད་སྤྱོད་བཏང་མེད་ད་ཁོ་རོའི་སྤྱི་འཐུས་ཀྱི་གསུང་རེད་མ་ད། ཆ་བཞག་པ་ཡིན་ན་མཉམ་འབྲེལ་མང་པོ་ཅིག་རང་སུ་སྡོད་གི་ཡོད་མ་རེད་དབུས་བོད་མི་སྒྲིག་འཛུགས་ལ་ཡ་བྱེད་རོགས་ཅིག་ལས་དགོས་རེད་དེ་ཚོ་ཡ་བྱེད་ན་ཨ་ནི་ཤེས་རྟགས་མང་མང་ཚོགས་ཁག་གི་དངུལ་བླུག་ས་ཅིག་ཡ་དགོས་གི་ཡོད་རྒྱུ་ར་ཤེས་དག་མང་ཚོགས་དངུལ་བླུག་ས་དེ་ནི་ང་ཚོ་ཅིག་བདེ་དོན་ཚོགས་པ་གཅིག་ནས་བླུག་བཞག་པ་ཡིན་ན་ཉེ་ཆར་རང་རྒྱ་གར་གཞུང་གི་ཁྲིམས་དང་སྒྲིག་གཞི་འགྱུར་བ་བཏང་ཚར་རེད། བརྒྱ་ཆ་དངུལ་དག་དངུལ་སྒོར་མོ་བརྒྱ་དྲུག་ཅིག་སླེ་བ་ཡིན་ན་བརྒྱ་ཆུ་བྱ་ང་བོད་ཆུ་བཏང་དགོས་རེད་གདའ་སི་ཁྱེད་རང་སི་བཞག་ཆོག་གི་མ་རེད་གདའ་སི་ཨ་ང་ཚོ་དངུལ་དུ་ག་བ་བླུག་གི་ཡིན་དེ་ཚོ་ཚོགས་པ་དེ་ཚོ་བཙུགས་ཡ་དེ་དང་ལ་ཕྱིས་རག་ཡ་དེ་ཚོ་ཧང་སང་ཡ་རྒྱུ་རིང་རིང་པོ་རེད། དེ་ནས་ད་ལྟ་གཅིག་འདི་གསུངས་སུ་མཉམ་འབྲེལ་ཁུངས་མ་ཆུད་ནས་ཡ་ཞེ་རོ་ཕྱིས་ཕྱིས་ནས་གསུང་ཡ་དེ་འདྲ་ཡོད་རེད་ཅེས་གསུངས་ད་ལྟ་བར་དུ་ཟླ་བ་དགུ་དང་ཕྱེད་ཀ་དེ་རིང་ག་ལ་བཀའ་ཤག་སྐབས་བཅུ་དྲུག་པ་སླེབས་ནས་ཨ་ནི་མཉམ་འབྲེལ་ནང་ལོགས་ནས་ང་ཚོ་ཁུངས་ཆུད་གི་མི་འདུག་ཡ་རྩིས་ལེན་རོ་ཕྱིས་ཟེར་ཡ་དེ་གཅིག་ཀྱང་བྱུང་མ་སོང་ཕྱིས་ནས་དེ་ཞུ་ཡ་ཡིན་ད་བཀའ་ཤག་སྔས་མ་འདི་བ་ལ་ཞུས་ཡོད་ན་ཡང་བཀུར་འོས་སྤྱི་འཐུས་ཀྱི་གསལ་བོ་བྱས་ནས་གསུང་བ་ཡིན་ན་ང་ཚོ་འདི་ཚོ་ཞིབ་འཇུག་བྱས་ཆོག་ཟེར་ནས་ཞེས་ཞུ་ཡ་ཡིན་མ་གཏོགས་ཅིག་ད་ལྟ་བར་དུ་མཉམ་འབྲེལ་ཡ་རྩིས་ལེན་རོགས་བྱེད་ང་ཚོ་ཁུངས་འཁྱོལ་གི་མི་འདུག་ཞེས་ནི་གསུང་ངན་དེ་འདྲས་བྱུང་མ་སོང། ཨ་ནི། དེ་དང་མཉམ་དུ་དཔེར་ན་ད་མཉམ་འབྲེལ་མཛོད་ཡ་རྩིས་ལེན་རོགས་བྱེད་ཟེར་ན་ནི་མཉམ་འབྲེལ་ཡ་རྩིས་ལེན་པ་ཡིན་ཏེ་མི་མང་གི་དངུལ་ག་བ་བཞག་དགོས་རེད་ཟེར་ཡ་འདིའི་སྐད་ཆ་དེ་རང་བཞིན་གྱིས་ཡོང་ཡ་ཡོད་མ་རེད། ཨ་ནི་མཉམ་འབྲེལ་གྱི་དངུལ་དང་ཨེབ་སི་ཨ་རེ་དང་འབྲེལ་བ་གང་ཡང་ཆགས་ཀྱི་ཡོད་མ་རེད། ཨེབ་སི་ཨ་རེ་འདི། ཕྱི་རྒྱལ་ནས་ཚུགས་དངུལ་སླེབས་པ་ཡིན་ན་དེ་དང་འབྲེལ་བ་ཆགས་ཀྱི་ཡོད་རེད་མ་གཏོགས་ཅིག་མཉམ་འབྲེལ་གྱི་དངུལ་འཛུལ་མ་ཆགས་ཅིག་ད་རྒྱ་ཆེ་རྒྱ་ཐམས་པ་རབ་གནས་འགྲིག་གི་རེད་དེས་རྒྱ་གར་རང་ནས་ཡོང་འབབ་ཡོང་ཞེས་བཟོ་འབབ་ཨེབ་སི་ཨ་རི་དང་འབྲེལ་བ་གང་ཡང་ཆགས་ཀྱི་ཡོད་མ་རེད་ད་ལྟ་བཀུར་འོས་སྤྱི་འཐུས་དེ་དེ་གཉིས་འབྲེལ་བ་བཏགས་བྱས་གསུངས་གནང་དུས་བཟོ་འབབ་ལ་དེ་འབྲེལ་བ་ཡོད་མ་རེད་བྱས་ནས་དེ་གསུང་ཡས་བདེན་པ་རེད་འགོ་བཙུགས་ཡས་དེ་དཀའ་ལས་ཁག་པོ་ཡོད་རེད་དེ་ནས་སྒོ་རྒྱག་ཡས་དེ་ལས་སླ་པོ་རེད་བྱས་ནས་དེ་དངོས་རེད་དངོས་རེད་ཡིན་པ་ཡིན་ནས་འགོ་བཙུགས་པ་དེ། མ་འོངས་པར་མུ་མཐུད་ནས་རྒྱུན་གནས་ཐུབ་ས་རེད་ཐུབ་ས་མ་རེད་འདི་ལྟ་གོ་གོ་རེད་མ་གཏོགས་ཅིག་གིས་གྱོང་འགྲོ་གི་འགྲོ་གི་འགྲོ་གི་ལས་ཡག་མུ་མཐུད་ནས་འདུག་སུས་འགྲོ་ཨ་ནུ་གཞུང་ཨ་ཁ་སི་ནི་འགྱོད་པ་བཅས་ལས་ཀ་འདི་ང་བྱས་འདོད་པ་མེད་ཟེར་ནས་ག་དུས་ནས་ལབ་གི་ཡོད་ད་ག་ཚོད་ཐུག་ཐུག་གིས་སྔོན་ནས་སྔོན་འགོག་བྱེད་ཐུབ་པ་ཡིན་ན་གྱོང་གུན་ཆེན་པོ་མ་འགྲོ་ཡག་གི་སྔོན་འགོག་བྱེད་ཐུབ་པ་ཡིན་ན་ཨ་འདི་ཀོ་རི་སྤྱི་མཐུན་རྣམ་པ་ཚོ་ཚོགས་ཆུང་ཞིག་བཙུགས་རྗེས་ཟིན་ནམ་ད་ག་འདྲས་ཟེར་རེད་འདུག། བཀའ་ཤག་གིས་དེ་ཞུས་བཞག་པ་དེ་ག་དེ་བདེན་པ་རེད་དུ་རེད་མི་འདུག་ཨ་ནི་དེའི་གནས་སྟངས་ཡིན་པ་ཡིན་ན་ཞིབ་འཇུག་བྱེད་པ་ཡིན་ན་ནིམ་འཇུག་ཚད་ལྡན་དང་གཏིང་ཟབ་པོ་བྱེད་དགོས་ཀྱི་རེད་ཟེར་ནས་ཞུ་ཡས་དེ་ག་རེད་ཟེར་ན། ད་འདི་མུ་མཐུད་ནས་གནས་དགོས་ཀྱི་ཡོད་ན། གནས་སྟངས་ཀྱི་ངོ་བོ་དེ་ག་འདྲ་ཟིན་གནས་དགོས་ཀྱི་རེད། བོད་མིའི་སྒྲིག་འཛུགས་དང་སྒེར་གཉིས་ཀ་ཐུན་མོང་གི་ངོ་བོ་ཐོག་ནས་ད་ལྟ་འགྲོ་བཞིན་པ་ནང་བཞིན་གནས་དགོས་ཀྱི་རེད་བས། ཡང་མིན་ན། ཁོ་རང་སྒེར་རང་གི་ཚོང་ལས་ཅིག་གི་ངོ་བོ་ཐོག་ནས་དེའི་ནང་ལ་བོད་མིའི་སྒྲིག་འཛུགས་ཀྱི་མར་ཟ་བླུགས་ཟིན་ན་གྲོས་ཚོགས་བཀའ་འཁྲོལ་གནང་པ་ཡིན་ན་བླུགས་ཡས་རེད། ཟེར་བ། ཡིན་ནས་འདིས་ངོ་བོ་དེ་སེར་པོ་བཞི་པོ་གཅིག་བཟོ་ན་མ་གཏོགས་གཅིག་གིས་ད་ལྟ་དཀའ་ངལ་འཕྲད་ཡ་མང་པོ་ཅིག་ངོ་བོ་དེ་སེར་བོ་མེད་པའི་ཐོག་ནས་ཅིག་འཕྲད་ཡོང་གི་འདུག་ཨ་ནི་མ་འོངས་པ་དེ་འདྲའི་ཟུར་དུ་གཅིག་བཙུགས་དཔལ་འབྱོར་ལས་ཁུངས་ཀྱི་ཀོ་རོར་སུམ་ཅུ་དེ་གལ་སྲིད་ཕ་སྤོ་ཐུབ་པའི་དབང་དུ་བཏང་པ་ཡིན་ནས་ཨ་ནི་སྒེར་བེད་ཀྱི་ཚོང་ལས་ཅིག་ལ་ཡ་བོད་མི་སྒྲིག་འཛུགས་ཀྱི་དངུལ་ཀོ་རོར་སུམ་ཅུ་ཅིག་བླུགས་ནས་དེ་ག་ཅིག་གི་བློས་འཁེལ་ཐུབ་ཡ་གི་གནས་སྟངས་ཅིག་བློ་བདེ་པོ་གཅིག་ཡོང་ས་རེད་ཡོང་ས་མ་རེད་ངས་དེ་དུས་ཞུ་རྒྱུ་བྱུང་ང་དེ། སྲིད་སྐྱོང་ལ་མི་དམངས་ཀྱི་འོས་འདེམས་བྱེད་ཡ་དེ་བོད་མི་སྒྲིག་འཛུགས་ཀྱི་ཆབ་སྲིད་དང་འཛིན་སྐྱོང་གི་ལས་ཀ་བྱས་ས་བཏང་སོང་མ་ད་ཅིག་གི་ཚོང་གཉེར་ཀ་བཏང་མ་སོང་ངོ། དེ་ཚོང་གཉེར་གི་ལས་ཀ་བྱེད་པ་ཡིན་ན་ད་ཆབ་སྲིད་ཀྱི་ལས་ཀ་བྱེད་དགོས་རེད་བས་ཚོང་དེ་ལ་ཁེ་གྱོང་ཡོང་ས་རེད་ད་དེ་དགོས་རེད་བས། དེ་གས་མ་རྩ་ཆེན་པོ་གཅིག་བླུག་བྱ་དུས་ཚོམ་པ་ཆུང་ཆུང་གི་སྐད་ཆ་མ་རེད་བ་འབུམ་བཅུ་ཉི་ཤུ་གི་མ་རྩ་བརྒྱ་གི་མ་རྩ་འདི་སྐད་ཆ་མ་རེད་དེ་ཀོ་རོ་མང་པོ་གི་སྐད་ཆ་བཤད་གི་ཡོད་རེད་དཔལ་འབྱོར་ལས་ཁུངས་ཀྱི་དེ་ཕ་བྱེད་པ་ཡིན་ན་འོ་དེ་འདྲས་ཡིན་དུས་ཚོམ་པ་ལ་དེ་ཚོ་གང་ལ་དགོངས་པ་ཞུ་དགོས་འབུམ་ཀྱི་བཞི་བརྒྱ་ལ་འདུག་འོ་ནི་ས། འགྲོ་སོང་བཏང་ཚར་རེད་གསུངས་སོང། འགྲོ་སོང་བཏང་ཚར་རེད་འགོ་བཙུགས་དུས་བསམ་པར་འགྲོ་སོང་འགྲོ་གི་རེད་ད་འགྲོ་སོང་བཏང་གོ་ཡ་ཚང་མ་བཏང་ཚར་རེད་ད་ང་རང་ཚོར་ཚོགས་པ་གི་བདེ་སྐྱིད་དང་མི་དང་ཉམས་མྱོང་དང་ཚང་མ་བསགས་བཞག་ཡ་རེད་འགོ་བརྗེ་ལེ་ལྷ་མོ་རེད། ད་ད་ལྟ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་མ་རྩ་འབུམ་བདུན་དང་ཀྲོར་བདུན་དང་འབུམ་ལྔ་བཅུ་དྲུག་ཅུ་འདི་གི་སྐྱོར་ཡ་ལ་གང་ལྟར་འབུམ་བཞི་བརྒྱ་བརྒྱ་ཅུ་གྱ་དགུ་འདུག་ཟེར་ནས་འགྲོ་སོང་ཕྱིན་ཡོད་རེད་ཟེར་ཡ་དེ་དངོས་ཡོད་གནས་ཚུལ་རེད། ད་འདི་འགྲིག་གི་ཡོད་རེད་ཡོད་མ་རེད་རྣམ་པ་ཚོ་ཟེར་ཡ་རེད་མ་ད་ཅིག་ལས་གཞི་རྒྱ་ཆེན་པོ་ཡོད་འདུག་ཚོན་པ་རྔན་ནས་འགྲོ་སོང་བཏང་དགོས་ད་རྔན་ནས་འགྲོ་སོང་བཏང་ཤ་བའི་གི་དེབ་དེ་ཚོའི་རྣམ་པ་ཚོ་ཟིན་རོ་ན་འབུམ་བརྒྱ་དང་དྲུག་ཅུ་ལ་དེབ་ག་རེ་སྟོན་ཤ་དུ་རེད་བ་འོ་འདི་གས་དེ་ཟིན་ནང་བྱས་ཨ་ནི་ད་འགས་ངས་གོང་དུ་ཞུ་ཡ་དེ་ངས་འབུམ་གཅིག་ཨ་རེ་འགྲོ་ལ་འབུམ་བཞི་ཅིག་གི་སྐོར་བཀའ་མོལ་བྱོས་ཤིང་དེ་པ་ར་དེ་ཐུགས་ཞེན་ལྷག་ཤ་བྱས་ཙང། ད་གལ་སྲིད་ང་ཚོ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཆུང་བཙུགས་དེ་ཚོགས་ཆུང་མི་སྙན་ཐོ་མ་ཐོན་བར་དུ་ཅི་གི་ང་ཚོ་འདི་ག་ལག་པ་གང་ཡང་འཆང་ཤེས་གི་མ་རེད་ད་ལྟ་གང་ཡང་ཡོད་པ་དེ་མུ་མཐུད་ནས་འགྲོ་ཡས་རེད། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ནང་ལ་དངུལ་གང་ཡང་ཡོད་པ་དེ་བརྒྱ་ཆ་ལྔ་བཅུ་དེ་ལོ་རང་ཀ་དེ་ག་རང་ནང་ལོག་ལ་མ་ཡག་ཚག་དགོས་གི་ཡོད་རེད་ཕྱི་ཟླ་གསུམ་པའི་ཏེར་གསུམ་སོ་གཅིག་ནང་ལོག་ད་ལོ་འགྲོ་བུ་ཕྱིན་པ་ཡིན་ནའི་ང་ཚོ་དེ་བརྒྱ་ཆ་ལྔ་བཅུ་མ་ཡག་ཡག་གི་བཀའ་འཁྲོལ་དེ་ག་དེ་ཆ་ཚང་གཅིག་སྤྲད་ཟིན་པ་ཡིན་དཔལ་འབྱོར་ལས་ཁུངས་ལ། འདུག་ཕྱིན་རེད་བྱས་ཙང་འབུམ་བཞི་དེ།

ད་བདུན་ཉིན་བཅུ་བཞི་བྱེ་བ་ཉི་ཤུ་རྩ་བརྒྱད་བྱས་ནས་ཀོརོར་གསུམ་མན་ཞིག་འདུག་ཟིན་འགྲོ་གི་ཡོད་རེད། ད་འདི་ད་ལྟ་ང་ཚོ་ཐག་ཆོད་མེད། གལ་སྲིད་ཐག་ཆོད་པ་ཡིན་ན་དངུལ་ཁང་མུ་མཐུད་ནས་འགྲོ་ཡ་ཡིན་པ་ཡིན་ན་དེ་བྲལ་བག་ལ་སྤྲད་རེད་ད་འབུམ་བཞི་དེ་ཁོང་ཚོ་གི་ཡང་ལྷག་མ་དེ་བྱེད་དགོས་ཀྱི་ཡོད་རེད་བ། དེ་སྤྲད་དགོས་ཀྱི་ཡོད་རེད་ཨེ་ནི་དེ་མེད་པ་འདྲ་བོ་བྱེད་ཡིན་པ་ཡིན་ད་ང་ཚོ་དངུལ་ཁང་མ་འགྲོ་པ་འདྲ་བོ་བྱེད་ན། ཨ་ནི། འབུམ་བཞི་འདི། དཔལ་འབྱོར་ལས་ཁུངས་ཀྱི་ད་ལྟ་ཀྲོར་ཉི་ཤུ་རྩ་ལྔ་ཡོད་རྒྱུ་ད་འདི་སྒང་ལ་སྐྱེད་ཀ་ཡོད་རྒྱུ་འདི་སྒང་ལ་བསྣེམས་ཆེད་ང་ཚོ་བུ་ལོན་ཡ་ཡ་ལ་རང་འཇགས་མུ་མཐུད་ནས་བསྣེམས་རོགས་གྱིས་བྱས་ནས་ང་ཚོ་འབོད་སྐུལ་འདི་ཞུ་བཞག་ཡོད་ད་ལྟ་འདི་ཐག་གཅོད་འདི་ཆ་ཚང་གཅིག་ཡ་སླེབས་ཚར་མ་སོང་བྱས་ནས་ཞུ་ཡ་ཡིན་ད་འདི་ཁྱོན་ཡོངས་ཀྱི་གནས་ཚུལ་ཞུ་ཡ་གི་ཆེད་དུ་ཞུ་གི་ཡོད། བྱས་ཙང། མ་འོངས་པ་གི་ཉེན་ཁ་ཆེན་པོ་གཅིག་མཐོང་གི་ཡོད་པའི་ཚོང་ཙང། ཚོང་ལ་ཚོང་ནང་ལོག་ལ་ཉེན་ཁ་ཆེ་ཆུང་ཡོད་རེད་བ་རེད་བ་ཆེ་ཆུང་ཡོད་རེད་ཉེན་ཁ་ཆེ་ཆུང་ཡོད་རེད་ད་ལྟ་འདི། གཞུང་གི་དངུལ་གྱིས་མ་འོངས་པ་རྡིབ་འགྲོ་ཡག་གི་ཉང་ག་འདུག་མི་མང་གི་དངུལ་གྱིས་གཞུང་མ་རྡིབ་འགྲོ་ཡག་གི་ཉང་ག་འདུག་བསམ་ནས་འདི་ཞུ་གི་ཡོད་མ་ད་ཅིག་གལ་སྲིད་གྲོས་ཚོགས་ཀྱི་ཞིབ་འཇུག་གནང་ནས་འདི་ཉེན་ཁ་ཅི་ཡང་མི་འདུག་འདི་ཁྱེད་རང་ཚོ་བྱེད་རྐྱང་བྱེད་ཞུ་མ་འོངས་པ་བྱེད་སྟངས་འདུག་འདུག་འདུག་བྱེད་ཞུ་ཨ་ཞེས་ནས་བཀའ་གནང་བ་ཡིན་ན་ང་ཚོ་ད་ག་རང་བྱེད་ཀྱི་ཡིན་ཨ་འདིའི་ཉེན་ཁ་ག་རེ་བྱུང་གི་ཡོད་པ་ཡིན་ནས་འདི་ཐག་གཅོད་འདི་འདུག་ཞེས་ནས་བརྒྱུད་རིམ་དེ་འདྲ་ཅིག་གནང་ནས་ཡོང་དགོས་ཡ་ཅིག་རེད་ཞེས་ནས། བསྐྱལ། པ་འདི། དཔལ་འབྱོར་བཀའ་བློན་མཆོག་གིས་ད་ལྟའི་ཚོགས་ཆུང་བཅུ་བཙུགས་རེད་ཟེར་གྲོས་ཚོགས་ཀྱི་ཚོགས་ཆུང་བཅུ་བཙུགས་ན་ཡག་པོ་རེད་དེ་ལ་བརྒྱ་ཆ་བརྒྱ་ནི་མི་མཐུན་ཡོད། ཚོགས་ཆུང་བཅུ་བཙུགས་དེ་ལ་ཞིབ་འཇུག་ཡག་པོ་ཅིག་བྱས་ནས་ང་ཚོས་མ་བྱས་བ་ཡིན་ན། བཀའ་ཤག་གང་མིན་གང་མ་གིས་ས་ཁང་བཙོང་བ་ན་ཞིག་ཆགས་ཀྱི་ཨ་ནི་ལམ་སང་འགོ་རྒྱག་ན་འགྲིག་གི་མི་འདུག་ད་ཚོགས་ཆུང་བཙུགས་རོགས་གནང་ཟེར་བ་དེ་བཀའ་ཤག་གིས་བརྒྱ་ཆ་བརྒྱ་ཐམ་པ་རྒྱབ་སྐྱོར་ཞུ་གི་ཡོད་ཨ་ནི་ཚོགས་ཆུང་བཙུགས་ཡས་ཀྱིས་གྲོས་ཆོད་ཅིག་གནང་ཕེབས་ཐུབ་པ་ཡིན་ན་ཕྱི་ཚེས་བཅུ་ནས་ངོ་ནས་ཡག་ཅིག་གནང་ཕེབས་ཐུབ་པ་ཡིན་ན། ཚོགས་ཆུང་མི་འགྲོ་ཚོས་ག་འདྲས་གནང་དགོས་ཀྱི་ཡོད་མེད་རྣམ་པ་ཚོ་གོ་བསྡུར་གནང། འཛིན་སྐྱོང་སྐུ་ངལ་ནས་མཐུན་རྐྱེན་ཆ་ཚང་གཅིག་ཡིག་ཆ་གང་ཡོད་པ། ལས་བྱེད་སུ་ལ་བཀའ་འདྲི་ག་རེ་གནང་དགོས་ཀྱི་ཡོད་ན་འདི་གའི་ཆ་ཚང་གཅིག་བྱས་ཀྱི་མཐུན་རྐྱེན་དེ་སྦྱར་གྱི་ཡིན་ཞེས་ནས་དེ་ཞུ་ཡ་ཡིན། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་མ་རྩ་འབུམ་བདུན་དང་ཀྲོར་བདུན་དང་འབུམ་ལྔ་བཅུ་དྲུག་ཅུ་འདི་གི། སྐྱོར་ཡས་ལ་གང་ལྟར་འབུམ་བཞི་བརྒྱ་བརྒྱ་ཅུ་གྱ་དགུ་འདུག་ཟེར་ནས་འགྲོ་སོང་ཕྱིན་ཡོད་རེད་ཟེར་ཡ་དེ་དངོས་ཡོད་གནས་ཚུལ་རེད། ད་དེ་འགྲིག་གི་ཡོད་རེད་ཡོད་མ་རེད་རྣམ་པ་ཚོ་ཟེར་ཡ་རེད་མ་གཏོགས་ཅི་གི་ལས་གཞི་རྒྱ་ཆེན་པོ་ཡོད་འདུག་ཚན་པ་ལྔས་ནས་འགྲོ་སོང་བཏང་དགོས་ད་ལྔས་ནས་འགྲོ་སོང་བཏང་བཞག་པའི་གི་དེབ་དེ་ཚོ་ཡོད་རྣམ་པ་ཚོ་ཟིན་རོགས་གནང་འབུམ་བརྒྱ་དང་དྲུག་ཅུ་ལ་དེབ་ག་རེ་བཏོན་བཞག་འདུག་རེད་བ་འོ་དེ་གས་དེ་ཟིན་གནང་བྱས་ཨ་ནི་ད་གིས་ངས་གོང་དུ་ཞུ་ཡ་དེ་ངས་འབུམ་གཅིག་ཨ་རི་འགྲོ་ལ་འབུམ་བཞི་ཅིག་གི་སྐོར་བཀའ་མོལ་བྱོས་ཤིང་དེ་པ་ར་དེ་ཐུགས་ཞེན་ལྷག་བཞག་བྱས་ཙང། ད་གལ་སྲིད་ང་ཚོ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཆུང་བཙུགས་དེ་ཚོགས་ཆུང་མི་ཉེན་རྟོག་མ་ཐོན་བར་དུ་ཅི་གི་ང་ཚོ་འདི་ག་ལག་པ་གང་ཡང་འཆང་ཤེས་གི་མ་རེད་ད་ལྟ་གང་ཡོད་པ་དེ་མུ་མཐུད་ནས་འགྲོ་ཡ་རེད། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ནང་དངུལ་གང་ཡོད་པ་དེ་བརྒྱ་ཆ་ལྔ་བཅུ་དེ་ལོ་རང་དགར་དེ་ག་རང་ནང་ལོགས་ལ་མ་གཡར་ཚར་དགོས་ཀྱི་ཡོད་རེད་ཕྱི་ཟླ་གསུམ་པའི་གཏེར་གསུམ་སོ་གཅིག་ནང་ལོགས་ལ་ད་ལོ་འབྲས་བུ་ཕྱིན་པ་ཡིན་ནའི་ང་ཚོ་དེ་བརྒྱ་ཆ་ལྔ་བཅུ་མ་གཡར་ཡ་གི་བཀའ་འཁྲོལ་དེ་ག་དེ་ཆ་ཚང་གཅིག་སྤྲད་ཟིན་པ་ཡིན་དཔལ་འབྱོར་ལས་ཁུངས་ལ། འདུག་ཕྱིན་རེད་བྱས་ཙང་འབུམ་བཞི་དེ།

འགྲུལ་བཞིན་འགྲོ་གི་ཡོད་རེད། ད་དེ་ད་ལྟ་ང་ཚོ་ཐག་ཆོད་མེད། གལ་སྲིད་ཐག་ཆོད་པ་ཡིན་ན་དངུལ་ཁང་མུ་མཐུད་ནས་འགྲོ་ཡ་ཡིན་པ་ཡིན་ན་དེ་འབྲལ་བ་གི་སྤྲད་རེད་ད་འབུམ་བཞི་དེ་ཁོང་ཚོ་གི་ཡང་ལྷག་མ་དེ་བྱེད་དགོས་གི་ཡོད་རེད་བ། དེ་སྤྲད་དགོས་གི་ཡོད་རེད་ཨ་ནི་དེ་མེད་པ་འདྲ་བོ་བྱེད་ཡིན་པ་ཡིན་ད་ང་ཚོ་དངུལ་ཁང་མ་འགྲོ་བ་འདྲ་བོ་བྱེད་ན་ཨ་ནི་འབུམ་བཞི་དེ་དཔལ་འབྱོར་ལས་ཁུངས་གི་ད་ལྟ་ཀྲོར་ཉི་རྩ་ལྔ་ཡོད་རྒྱུ་ད་དེ་སྒང་ལ་སྐྱེད་ཀ་ཡོད་རྒྱུ་དེ་སྒང་ལ་སྣེམ་བྱེད་ང་ཚོ་བུ་ལོན་ཡ་ཡ་ལ་རང་འཇགས་མུ་མཐུད་ནས་སྣེམ་རོགས་བྱེད་ཡིས་བྱེད་ནས་ང་ཚོ་འབོད་སྐུལ་འདི་ཞུ་བཞག་ཡོད་ད་ད་དེ་ཐག་ཆོད་དེ་ཆ་ཚང་གཅིག། ཡ་སླེབས་ཚར་མ་སོང་ཟིན་ཞུ་ཡ་ཡིན་ད་འདི་ཁྱོན་ཡོངས་ཀྱི་གནས་ཚུལ་ཞུ་ཡ་གི་ཆེད་དུ་ཞུ་གི་ཡོད། བྱས་ཙང་མ་འོངས་པ་གི་ཉེན་ཁ་ཆེན་པོ་གཅིག་མཐོང་གི་ཡོད་པའི་སོང་ཙང་ཚོང་ལ་ཚོང་ནང་ལོག་ལ་ཉེན་ཁ་ཆེ་ཆུང་ཡོད་རེད་བ་རེད་བ་ཆེ་ཆུང་ཡོད་རེད་ཉེན་ཁ་ཆེ་ཆུང་ཡོད་རེད་ད་ལྟ་འདི་གཞུང་གི་དངུལ་གཅིག་མ་འོངས་པ་རྡིབ་འགྲོ་ཡ་གི་ཉེན་ཁ་འདུག་མི་མང་གི་དངུལ་གཞས་གཞུང་མང་རྡིབ་འགྲོ་ཡ་གི་ཉེན་ཁ་འདུག་བསམ་ནས་འདི་ཞུ་གི་ཡོད་མ་ད་ཅིག་གལ་སྲིད་གྲོས་ཚོགས་གི་ཞིབ་འཇུག་གནང་ནས་འདི་ཉེན་ཁ་ཅི་ཡང་མི་འདུག་དེ་ཆང་ཚོ་བྱེད་ཆང་བྱེད་ཞོས་མ་འོངས་པ་བྱེད་སྟངས་འདུག་འདུག་འདུག་བྱེད་ཞོ་ཨ་ཞེས་ནས་བཀའ་གནང་བ་ཡིན་ན་ང་ཚོས་ད་ག་རང་བྱེད་ཀྱི་ཡིན་ཨ་འདིའི་ཉེན་ཁ་ག་རེ་བྱུང་གི་ཡོད་པ་ཡིན་ནའི་དེ་ཐག་ཆོད་དེ་འདུག་བྱེད་ནས་བརྒྱུད་རིམ་དེ་འདྲ་ཅིག་གནང་ནས་ཡོང་དགོས་ཡ་ཅིག་རེད་བྱེད་ནས། ཞི་དུལ་བསྟན་པ་ཡངས་པའི་ལགས། འདི་འདྲ་ཞིག་བྱས་སོང།
ལོ། ལས་རིམ་རྣམས་ཤར་སོང་རོགས་གནང།

ལང། ཆོས་རྒྱུད་བསྟན་པ་ཡང་འཕེལ། དཀོན་མཆོག་ཡང་འཕེལ་སོགས་གླེང།
བཀའ་དྲིན་ཚོགས་གཙོ་མཆོག། ངེད་ཀྱིས་འདི་དཔེ་སྒྲོགས་ཀྱི་ཆ་བཞག་པ་ཡིན་མི་ཆེ་དེའི་དོན་དག་དག་རང་མེད། ལྕམ་སྐུ་རིན་པོ་ཆེ་ལས་རྒྱ་གར་གཞུང་གི་ཐུགས་བརྩེ་བ་ཆེན་པོ་ཡོད་རེད་བཀའ་གར་གནང་བ་ཡིན་ན་རྒྱ་གར་གཞུང་གི་ནས་མེད་ལབ་གི་མ་རེད་ལ་འདི་དཔེ་བཞག་བཞག་པ་ཡིན་མི་ཆེ་དེ་གསུང་གི་རེད་ལབ་མེད་ཕྱིར་འཐེན་བྱེད་དགོས་ཀྱི་རྩ་བ་ནས་གང་ཡང་མེད།